སྤྱི་བཏང་གི་ད་འོས་བསྡུ་ཆེན་མོ་ཚར་བའི་རྗེས་དེ་ཡ་དེ་དུས་བདམས་ཐོན་ད་སྲིད་འཛིན Trump མཆོག་ལ་ང་ཚོ་འཚམས་འདྲི་ཞུ་དགོས་ཡ་དེ་ཆ་ཚང་ཞུས་ཡོད་རེད་ད་ཁེ་སར་ད་ནི་གཞུང་འབྲེལ་གྱི་ད་དམ་འབུལ་གྱི་བརྩེ་བ་དེ་གྲུབ་པའི་སོང་ཙང་སླར་ཡང་ད་མི་མང་གི་ཨ་རིག་གི་མང་གཙོའི་ལམ་སྲོལ་གྱི་ཐོག་ནས་ཨ་ནི་མི་མང་གི་འོས་བསྡུ་བྱས་རྗེས་ད་སྲིད་འཛིན Trump སླར་ཡང་ཨ་ནི་ལོ་བཞི་རིང་ལ་ད་ཨ་མི་རི་ཀའི་གི་སྲིད་འཛིན་བྱས་གི་གོ་སྐབས་བྱུང་བ་དེ་ལས་ཡ་ང་ཚོ་བོད་ཕྱི་ནང་གཉིས་བོད་མི་ཚང་མ་ལ་ཚིག་འདི་འདྲ་ཞིག་བཀླས་ཕྱིན་ནས་ཐོས་ཞུ་ཡ་ཡིན། ད་གཙོ་བོ་ཨ་མི་རི་ཀ་དེ་དག་འཛམ་བུ་གླིང་ནང་རྒྱལ་ཁབ་སྟོབས་ཆེ་ཤོས་ཆགས་ཀྱི་ཡོད་རེད་ཨ་ནི་ཨ་མི་རི་ཀའི་སྲིད་འཛིན་གསར་བ་རེ་རེ་རེ་ཕེབས་པའི་སྐབས་ལ་ཡ་ཨ་ནི་རྒྱལ་སྤྱིའི་ཁྱོན་ནས་ཡང་དག་སྲིད་བྱུས་ག་འདྲས་ཟིན་འགྲོ་ཡོད་མེད་དེ་ཚོ་གང་ལ་ད་རྒྱལ་ཁབ་སོ་སོ་ཚང་མ་ལོག་གི། རྟོག་ཞིབ་མང་པོ་ཅིག་བྱེད་བསྡད་ཀྱི་ཡོད་རེད། དེ་ཡིན་དུས་ཚང་མ་ང་ཚོ་བོད་པ་ཚོའི་ངོས་ནས་ཡིན་པ་ཡིན། དམངས་གཙོ་ཚོགས་པའི་གཞུང་འདི་མུ་མཐུད་ནས་གནས་པ་ཡིན་ན་ག་འདྲ་ཆགས་ཀྱི་རེད། སྲིད་འཛིན་གསར་པ་དེ་འདྲ་བཀྲམ་ཡང་བསྐྱར་ཕེབས་པ་ནང་བཞིན་བྱས་ནས་ཕེབས་པ་ཡིན་ན་ཡང་གནས་སྟངས་ག་འདྲ་ཆགས་ཀྱི་རེད། དེ་ཚོའི་ཐོག་ལས་ང་ཚོ་ནང་ཁུལ་གོ་བསྡུར་མང་པོ་ཡོང་གི་ཡོད་རེད་ལ། ད་ནང་བཞིན་བྱས་ནས་ཨ་མི་རི་ཀ་ནང་ལོགས་ལ་ཡང་གནས་ཡོད་མི་སྣ་ཚོ་ད་དངོས་སུ་རྒྱུས་མངའ་ཡིན་ངོས་ཚེ་སྙམ་འདོད། ད་ལོ་སྤྱི་ཟླ་བཅུ་གཉིས་ནང་ཕྱིན་ཆད་ང་ཚོ་གོ་བསྡུར་རིམ་པ་ཁག་ཅིག་བྱས་པ་རེད། ཨེ། ད་ལྟ་ཡིན་པ་ཡིན་ནས་ད་ཉི་མ་དང་པོ་དེ་ལ་ཡང་མཚན་རྟགས་བསྐྱོན་པ་དང། ཁྱད་གསར་དམ་འབུལ་གྱི་གསུང་བཤད་དེའི་ནང་ལོགས་ལས། ད་རྒྱ་ནག་དང་འབྲེལ་བའི་གནས་ཚུལ་གཅིག་གཉིས་གཅིག་ད་ལྟ་ཐོན་གི་རེད་གཅིག་དེ། པ་ན་མ་རྒྱ་ནག་འདི་ཚུ་ད་རྩིས་ལེན་གི་ཡིན་ཟེར་ཡ་དེ་གནས་ཚུལ་དེ་རེད་པར་སན་དེ། ཁ་སང་ད་སྲིད་འཛིན་གྱི་འགྲེལ་བཤད་རྒྱ་བའི་དེ་ལ་ཨ་རི་མི། སོགས་མང་བོ་བྱས་ཕྱིན་ཡོད་རེད་འགྲོ་སོང་མང་བོ་བྱས་ཕྱིན་བྱས་ད་པ་ན་མ་འདི་ང་ཚོས་རྒྱབ་པ་རེད་དེང་སང་ཨ་ནི་རྒྱ་ནག་གཞུང་གི་ད། བཏང་འཛིན་ངོ་སླེབས་དེ་བའི་གནས་སྟངས་ཅིག་དེ་ཅིག་གསུང་གི་ཡོད་རེད་དེ་ཡིན་དུ་བསམ་པ་འདི་གནད་དོན་འདི་དང་འབྲེལ་བའི་ཐག་ནས་ཅིག་ཡོང་གི་རེད་རེད་དཀྲིགས་དཀྲོག་གང་ལ་ཡང་ད་ལྟ་ལངས་ཕྱོགས་ག་འདྲས་ཟིན་གི་འདུག་ད་དེ་ཚོ་བྱས་ན་དེ་གི་ཐག་གཅོད་ག་འདྲས་ཤིག་གནང་བའི་ནས་དེ་ཚོས་གི་རྒྱ་ནག་མཉམ་དུ་འབྲེལ་བ་ག་འདྲས་བྱ་ས་རེད་དེ་གི་ཁ་ཕྱོགས་འགྲོ་ཆེད་ང་ཚོ་མཐོང་ཡག་གི་གོ་བབ་ཞུ་ཡག་རེད་དེ་མ་གཏོགས་ཅིག་གི་ད་ལྟའི་སྲིད་འཛིན་ངོས་ནས་སྤྱི་བཏང་གི་སྲིད་བྱུས་ག་རེ་ཡིན་པ་ཡིན་ནས། ཅིག་ག་འདྲས་ཤིག་གནང་འགྲོ་ཡོད་མེད་དེ་མང་པོ་ཅི་ལ་ཡང་ཐེ་ཚོམ་ཅིག་ལྷག་འདུག་གི་ཡ་རབ་ཨ། དེ་འདྲ་ཞིག་རེད་དེ་ཡིན་དུས་ད་ད་འདས་ཀྱི་ཡང་ཐག་གཅོད་གཅིག་གནང་ལ་ཁེ་སེ་སེ་ཡི་རྒྱལ་པོ་གཅིག་གནང་ལ་ཨ་ནི་རྒྱལ་སྤྱིའི་ནང་ལོགས་ལ་ཡང་ཅིག་རོགས་སྐྱོར་བྱས་ཡ་དེ་གས་དེ་ཨ་ནི་ཟླ་བ་གསུམ་ཟིན་གི་ནང་ལོགས་ལ་བསྐྱར་ཞིབ་བྱེད་དགོས་ཡ་དང་དེ་ནང་ནས་ཁག་ཅིག་ད་ད་ལྟ་ཕྱི་སྲིད་དྲུང་ཆེ་མར་ཁོ་རུ་བྷི་ཡོ་བདམས་ཚར་བས་སོང་ཙང་ད་འདས་ཀྱི་སྲིད་འཛིན་ཁྲམ་གྱི་བཀའ་ཤག་ནང་ལོགས་ལས་ཡང་འཐུས་མི་མང་པོ་ཅིག་ད་འོས་མི་དང་ལ་འདུག་བཞིན་ཡོད་དེ་གས་ཚང་མ་གྲོས་ཚོགས་གོང་མ་ནས་གདམ་དོན་ཡོང་དགོས་ཀྱི་ཡོད་རེད་དེ་འདུག་ད་ཕྱི་སྲིད་བཀའ་བློན་གྱི་ངོས་ནས་ཡང་ཐག་གཅོད་དེ་འདྲ་གནང་བ་ཡིན་ན་ནང་ཡང་གི་ལང་ཀ་ཡོད་བསྡད་པ་ཅིག་འདུག་ཅིག་མཐོང་བསྡད་པ་འདུག་མ་འདུག་ཕྱི་མ་ཟླ་བ་གསུམ་ནང་ལོགས་ལས་ཡང་ཅིག་རྒྱལ་སྤྱིའི་ནང་ལོགས་ལ་རོགས་སྐྱོར་གསར་པ་བྱེད་དགོས་ཡ་དེ་གས་ཚང་མ་ལོགས་བཀའ་འགོག་བྱེད་དགོས་ཡ་གི་ད་འཛིན་སྐྱོང་གི་སྐུ་ཁྱབ། འདུག་ཕྱི་ནས་ས་བདག་སྐྱོན་ཡོད་རེད་ད་ཉིན་རེ་ཉིན་རེ་བྱས་བྱས་ན་ང་ཚོ་གནས་ཚུལ་ལྟ་དགོས་ཡ་རེད་ད་ལྟ་གོ་ཡ་བྱས་པ་ཡིན་ན་ཉི་མ་དང་པོ་རང་ལ་ཡ་ད་ཉི་མ་དང་པོ་གཉིས་པ་ལ་ཡ་སྲིད་འཛིན་གྱི་འཛིན་སྐྱོང་བཀོད་ཁྱབ་བོད་ཆས་རྒྱ་སྒོར་གཅིག་བརྒྱབ་སྲིད་པ་རེད་བྱས་བྱས་འདུག་བཞིན་གསུང་གི་འདུག་དེ་ཡིན་དུས་རྒྱ་ནག་དང་འབྲེལ་བའི་སྒང་ལ་གནས་ཚུལ་ག་རེ་ཆགས་ཀྱི་འདུག་ག་རེ་ཟེར་ན། བོད་པའི་གནད་དོན་གྱི་མང་ཆེ་བ་གཅིག་ཨ་རི་དང་རྒྱ་ནག་གི་སྤྱི་ཡོངས་ཀྱི་འབྲེལ་བ་གང་ཁ་རེ་ཆགས་ཀྱི་ཡོད་མེད་དང། ནི་ཨ་རི་དང་རྒྱ་གར་གྱི་འབྲེལ་བ་གང་འདྲ་ཆགས་ཀྱི་ཡོད་མེད་དེ་ཚོ་ལས་མང་པོ་ཞིག་རག་ལས་པའི་ཡོད་པས་སོང་ཙང། དེ་ཚོ་གནས་ཚུལ་ཚང་མ་ལྟར་ན་ང་ཚོ་བོད་མི་སྒྲིག་འཛུགས་ངོས་ནས་རྟོག་ཞིབ་བྱས་ཏེ་བྱེད་བཞིན་པ་ཡིན། དེའི་སྒང་ད་ལྟ་བར་དུ་ད་ཨ་མི་རི་ཀ་ནས་ང་ཚོ་རོགས་སྐྱོར་གནང་ཡ་དེ་དཔལ་འབྱོར་གྱི་རོགས་སྐྱོར་ཞིག་གནང་གི་ཡོད་རེད། ཆབ་སྲིད་ཀྱི་རོགས་སྐྱོར་དེ་གྲོས་ཚོགས་གོང་འོག་གཉིས་ནང་ད་ལྟ་ཡག་ཐག་ཆོད་རེད། ད་རང་བཞིན་གྱིས་ནི་དཔལ་འབྱོར་གྱི་རོགས་སྐྱོར་དེ་ཡང་ད་ང་ཚོ་ཡིན་ཤག་ར་བྱས་རྗེས་བསྡད་ཡོད་མ་རེད་དེ་མུ་མཐུད་ནས་ང་ཚོ་འབད་བརྩོན་བྱེད་དགོས་ཡ། གྲོས་ཚོགས་འཐུས་མི་ལ་སྙོབ་དགོས་དགོས་ཡོད་ན་རེད་ཕོ་བྲང་ཀ་བ་ལ་སྙོབ་དགོས་དགོས་ཡོད་ན་རེད་ཕྱི་སྲིད་ལས་ཁུངས་ལ་སྙོབ་དགོས་དགོས་ཡོད་ན་རེད་དེ་སྐད་དེ་སྙོབ་ཆེད་མུ་མཐུད་ནས་འབད་བརྩོན་བྱེད་དགོས་ཡ་དེ་གལ་ཆེན་པོ་ཆགས་བསྡད་ཡོད་རེད། ད་གལ་ཆེ་ཤོས་དེ་ད་ལྟ་བར་དུ་ཉིས་སྟོང་གཉིས་ནས་བྱས་རྗེས་ཉིས་སྟོང་ཉི་ས་བཞི་བར་དུ། ཁྲིམས་ཡིག་མང་པོ་གཏན་འབེབས་བྱས་ཡོད་རེད། ཁྲིམས་ཡིག་གཏན་འབེབས་བྱས་པ་དེ་བྱས་པ་ཙམ་དུ་མ་ཡིན་པའི་གི་ལག་ལེན་དངོས་སུ་ག་ཚོད་ཅིག་འཁེལ་གྱི་འདུག་འཁེལ་གྱི་མི་འདུག་དེ་གང་ང་ཚོ་དོན་གཅོད་ལས་ཁུངས་རེད་ནི་རྒྱལ་སྤྱིའི་ཕུགས་འདུན་ལས་འགུལ་ཁང་གི་ཞིབ་འཇུག་ཅིག་གནང་ཞུས་ཡོད་རེད། དེའི་སྒང་ལ་ད་འཇུག་སྟངས་བྱས་ཡ། ད་ལྟ་བུ་དེ་ལག་ལེན་མ་འཁེལ་པ་དེ་གས་དེ་འཁེལ་བ་སོགས་ཐུགས་ཡ་ག་རེ་ཡོད་མེད་དེ་ཚོ་ད་ཡ་གཅིག་རེད་དེ་ན་བཞིན་བྱས་ནི་ད་ལྟ་ད་ཉིད་བོད་རྒྱ་འབྲེལ་མོལ་ཡོང་ཡག་གི་ཆེད་དུ་ད་བོད་རྒྱ་འབྲེལ་མོལ་བྱས་བྱས་བོད་རྒྱའི་དཀའ་རྙོག་སེལ་ཡག་གི་ཆེད་དུ་ནི།